གངས་ལྗོངས་ཕ་སྐད་གཙང་མའི། ཚོགས་གཙོ་དང་ཚོགས་གཞོན་དབུས་པའི། དོན་གཉེར་ཅན་རྣམས་ལ་ཡང། ངས་ཐོག་མར་དེ་མ་འཚམས་འདྲི། སྐུ་ཁམས་སེར་ཤོ་བཅས་མ་ཞུ་གི་ཡོད་དོ། དེ་དང། ད་དེ་འདྲ་མ་ཞུ་གཅིག་ལ་ཡང། ད་ང་རང་ཚོ་རྩ་བའི་སྔགས་སློབ་ཐབས་སྐོར་ལ་ཡང། ད་ལྟ་ལམ་སྟོན་གནང་བཞེད་པའི་དོན་ཚན། ཕལ་ཆེར་མ་ཞུས་ཟིན་པར་གྱི་རེད། སྔར་བློ་སྟོབས་ཀྱི་ལམ་སྟོན་དོན་ཚན་ཁག་མང་པོ་ཞིག་ཡོད་པའི་ནང་ནས་ཆ་ཚང་མ་ཅིག་ཞུས་ཟིན་པ་རེད་ད་ང་རང་ཚོ་བོད་སྐད་ཆའི་ཐད་ཀར་སྔར་བློ་སྟོབས་ལས་འཁོར་བའི་གི་ནི་དོན་ཚན་དེ་ཚོ་མ་ག་ཚད་ཞུས་པར་བ་འང་ཡང་ད་ལྟ་ནས་བཞིན་བྱས་རྗེས་ད་ཐ་མ་དེ་ལ་ཡང་ཅི་དགོས། རྣམ་དཔྱད་ཀྱི་བོད་སྐད་ཆའི། ཡི་གེ། སྒྲ་གདངས་བསྒྱུར་ཚུལ། རྣམ་པ་ཁ་ཤས་ཀྱི་ཡོད་འདོད་པའི་བརྡ་དེ་གཏོགས་སུ་དཀའ་གནད་རེ་གཅིག་རེ་བཞག། དཀའ་གནད་གཅིག་རེ་བཞག། ད་ལྟ་རྣམ་བཅད་ཟེར་ཡག་སྟེ། ང་རང་ཚོ། ཕྱི་ཡི་གེ་མཐའ་ལ་ཡག། ཐིག་ལེ་གོ་གོ་གཉིས་ཕྱེ་སྟེ་བྱེད་པ། འདི་ལ་ཡང་རྣམ་འབྱེད་ཟེར་གྱི་རེད། ང་རོ་ཟེར་གྱི་རེད། ཚེག་དྲག་ཟེར་གྱི་རེད། འོ་འདུག་བཅས་ཀྱི་ཁོ་རང་དོན་གྱི་མིང་གི་རྣམ་གྲངས་རིགས་ཤིག་རེད། རྣམ་འབྱེད་ཡི་གེ་མཐའ་ལ་རྣམ་འབྱེད་ཡོད་པའི་སྐབས་ལ་ཡང་རྣམ་འབྱེད་ཀྱི་སྒྲ་གར་གར་རྒྱུག་གི་ཡོད་མེད་འདིའི་ཐོག་ལ་དང་འདོད་ཚུལ་མང་པོ་རེད་ཤག་འདེད་བྱེད་ཀྱི་རྣམ་གྲངས་མང་པོ་ཅིག་ཡོད་ས་རེད། པའི་དཔྱད་ཕྱིན་པ་ཞིག་ཤེས་པར་བྱས་པ་ལ་ཡང་ཨ་ལས་སྒྲ་རིག་པའི་གཞུང་ལུགས་མཚམས་སྦྱོར་ལྔ་པའི་གཞུང་གཅིག། ཐུགས་ལ་ཡང་གཅིག་བྱང་ཆུབ་བར་གཅིག་མེད་ན། ད་ནི་རྣམ་དཔྱད་ཀྱི་སྒྲ་དེ་ཇི་མི་ཇི་བཞིན་ཚད་ལོན་པ་ཅིག་ཁག་པོ་ཅིག་ཡོད་ས་རེད། ད་སྔགས་བླ་ཐུབ་ནང་ལ་ཡང་དུག་སྤུ་གལ་ཆེ་ཨ་རིག་ཅིག། སྙིང་བསྡུས་རིག་ཅིག་མ་ཞུས་བཞེད། ད་དུག་སྨ་སློག་བས་ནི་འབྲི་ཡོག་རིག་སུ་ཡར་ཕྱིར་བ། རྣམ་འབྱེད་ཕལ་ཆེར་ས་རུ་བརླགས་སོ། ང་ཡིག་ནང་རྣམ་འབྱེད་ཡོད་དེ་བའི་སྐབས་ལ་ཡང་ཕལ་ཆེར་ས་ཡི་སྒྲ་དང་དོན་ཡང་རེད་གསུངས་པ་རེད་ད་ལྟ་རྣམ་འབྱེད་སོགས་ཡི་གེ་དག་ལ་ཡང་གོ་བདེ་གཉིས་ཡོད་པས་ན་འདི་ས་ཡི་སྒྲ་དང་དོན་ཡང་རེད་ས་རྣམ་འབྱེད་ཕལ་ཆེར་ས་ལྟར་བརླགས་སོ། ཡང་ན་དྲག་པོར་བཅད་དེ་ལ་གདམ་ངར་བྱས་གདམ་ངའི་ཚེ་རེད་ཡང་མེད་ན། ཅེས། སྒྲ་དྲག་པོའི་ཚུལ་གྱིས་མ་བྱས། ལྡུམ་ལྡུམ་གྱི་སྐྱེས་ཀྱི་མ་གློ་ཡག་རེད་ཅེས་གསུངས་གནང་བ་རེད། ད་དེ་ངེད་ལ་ཡང་ང་རང་ཚོ་དབྱངས་ཡིག་བཅུ་དྲུག་མ་འདྲ་ཐང་ཞུས་པའི་ཁ་ཐུག་ལ་ཨང། ཨ་གང་ལ་ཡ། གང་ལ་ཡ་ཐིག་ལེ་གཅིག་ཡོད་དུས་དེ་རྗེས་སུ་ང་རང་སོང་ཙང་ཨང་ཟེར་ཡ་རེད་བ་ཨམ་ཟེར་ནའི་རེད་མ་དང་ང་ཡི་འདྲ་ཐང་ཅི་རིགས་མཐུན་ཁུར་བ། ཨ་མོ་ཆེ། ཨ་འདི་ཆུ་ཁོ་ལ་ཡ། ཨ་ཅེ་ཡོད་པའི་ཆེ་ཨ་འདི་གི་ཐ་ལ་ཡ་རྣམ་ཅེ་ཟི་ནས་ད། གོར་ཏི་གཉིས་ཡོད་དུ་བས་ཨ་ཧ། ཟིག་ཏོང་ཨ། ཨང། ཨ་ཧ། འོ་དུག་ཆེ་ཆེ། ཨ། དུམ་དུམ་ཅེ་དེ་ལོག་ཟེ་ཨ་ད་དེ་འདྲས་རེ་བྱེད་ལེ་ཡ་གོ་བ་རེ་བྱེད་ལེན་གནང་རྒྱུ་རེད། ཨཱ། སྤྱི་སྒོ་ལ་མ་ཤེས་ཏེ་ཨ་ཧ། བྱས་རྗེས་མ། དུམ་བཅད་ཀྱི་མ་ལོག་གོག་རིལ་སོང་ཡང་རེད། བྱས་ཙང་རྣམ་ཤེས་ཕལ་ཆེར་ས་རུ་བརླག། ཡང་ན་དྲག་པོར་བཅད་དེ་ལོག་ལྟ་འདི་སྤྱི་དང་རིགས་ཀྱི་མ་གཅིག། གསུང་གི་ཡོག་རེད། ཞིབ་ཀྱིས་ཕྲ་བ་གཅིག་མ་ཞུས་པས་ན་གོ་བདེ་གཅིག། མཚམས་སྦྱོར་ལྔ་པའི་གཞུང་མ་གཅིག། བློ་ཆུང་ནང་བཅད་འདི་བྱང་ཆུབ་བ་མེད་ན་ཁ་བོར་གྱི་རེད་བ། ཡང། ད་ནས་རྣམ་འབྱེད་ཀྱི་སྒྲ་ཁ་ཤས་ཡོད་སྐབས་རེ་ཡང་གཅིག། རྣམ་འབྱེད་ཀྱི་རྒྱུ་དུ་མ་ཟུག་ཅིག་ར་དང་ས། ས་དང་ར་གཉིས་རྣམ་འབྱེད་ཀྱི་རྒྱུ་ཡིན་སྲིད་ཀྱི་རེད། དེ་ཡིན་དུས་ཀུན་རྣམ་འབྱེད་ཁ་ཤས་ཡང་ར་ཡི་སྒྲ་དང་རྒྱུ་གོ།

ལྟ་བུ་ལོག་འགྲོ་བོ་རེད། ཡང་མེད་ན་ཨ་ནི་ཁོ་ཆེ། སྒྲ་དྲག་པོའི་ཚུལ་གྱིས་མ་རྡུང་རྡུང་ཅིག་ཅེས་བྱས་མ་ལོག་ཡ་རེད་གསུངས་པ་རེད། འོན་ཡང་དེ་ཐུགས་ལ་ཞགས་པས་རྟོགས་ནས། ད་ད་རིང་ང་ཚོ། ཁོ་རང་གི་དཔེ་བརྗོད་ཟུར་དུ་ཁས་མི་གོ་བ་བྱས། ཟུར་དུ་མི་གོ་བ་བྱས་ད་གང་ཡིན་ཟེར་ན་ད་ང་རང་ཚོ། གཙོ་བོ་དེ་སློབ་སྦྱོང་གནང་ཡང་དེ། གཟུངས་བསྡུས་ལ་སོགས་པའི་སྔགས་ཡིག། དེ་ཚོ་བག་ཅེས། གློག་དག་གོ་ཅིག། དང་གློག་ཐུ་ཡག་ཅིག་གི་དོན་དག་ལ་ང་རང་ཚོ་བདེ་སྐྱིད་སློབ་སྦྱོང་གནང་གི་ཡོད་བསམ། ད་ཐང་ཐང། ཕལ་ཆེན་ད་གཟུང་དུས་མ་ཅིག་འགོ་བཙུགས་མེད་འགྲོ་བསམ་གི། གཟུང་དུས་འགོ་ནས་མ་ཅིག་ཅིག་དང། པར་ཅིག་གི་ཤོག་གྲངས་པར་གེགས་ཡིག་གེགས་ཡིག་ཅིག་མ་དེ་ནི་མ་ཕུད་ཅེས་ཨ་ནི་དེ་མ་ཅིག། གློག་དང་དེ་མ་ཞུགས་གི་ཡིན།

རྣམ་འབྱེད་ལུས་བསྒྱུར་བ་ཞེས་བྱ་བ། དང་རྣམ་འབྱེད་ལུས་མི་བསྒྱུར་བ་དེ་ཚོ་ཡང་ཅིག་སྐུ་བརྙན་རེ་ཞིག་བྲིས་པར་དེ་ཡིན་ནོ། དེ་ལ་ཡང་ཅིག། ཡང་ན་དྲག་པོས་ཡང་ན་དྲག་པོ་སྤྱད་དེ་ཀློག་ཞེས་བྱ་བ་ཡང་དགྲ་དྲག་པོ་དུམ་དུམ་སྤྱད་དེ་མ་ཀློག་ཞེས་བྱ་སྟེ་མ་ཅིག་ཀློག་ཞེས་པ་ནི་འགྲིག་ཡོད་དོ་ཁོ་བོ་རེ། འོ་ཡང་དག་འདུག་ཅེས་བྱ་བ་ནི་ངས་དག་འདི་ནི་མ། གཟུངས་འདུས་ནས་མ་ཅིག། སྒོ་ནས་མ་ཅིག་སྔགས་གང་ཡོད་བཟླས་པ་དེ།

ད་ཡང་དེ་ཤོག་གྲངས་དང་བཅས་པ་དེ་ཡོད་དུས་གོ་ནས་ད་ཡང་དཔེ་རིས་ཟིན་ངེས་ཡིན་པས་ན་གོ་ཤ་རྒྱག་མ་དེས་གནང་རྒྱུ་རེད་རོ་ཨ། ཤ་རྒྱག་མ་དེས་ཀྱང་ངས་དེ་ནི་མ་དོན་ཚན་མ་ཞུས་དུས་དོན་ཚན། ཁོ་ཕེ་ཁེ་དོན་ཚན་འདི་རེད་ཟེར་དུས་ང་ནི་འདི་མ་ཤ་རྒྱག་མ་དེས་བྱས་ནི་མ་ཅིག་ཤོག་གྲངས་ག་བ་ཡོད་མེད་སོ་སོས་མ་ཟེར་རྒྱུ་རོ་ཨ། ད་རེས་འགའ་ལ་ཡག་ཅིག་དེ་འདྲའི་བཀའ་འགྱུར་གྱི་གཟུང་དུས་ཀྱི་དཔེ་དེབ་མེད་པ་དེ་འདྲས་ཨ་ནི་སླེབས་གང་རང་ཆེ་བ་དེ་འདྲས་ཨ། དེ་འདྲའི་སྲིད་པའི་ཁ་ཐུག་ལ་ནི་མ་གོ་ནས་མ་བྱེད་མ་བྱེད་དེའི་ཕྱིར་མ་ཐེ་ཨ་རི་དང། ད་པེ་རིག་གི་ཤོག་གྲངས་ག་ཚོད་ཡོད་མེད་དེ་ནི་མ་ཤོད་ཐུག་མ་རེད་དེ་ལས་ད་དེ་དེབ་གཟུགས་དེ་མ་བལྟ་དེ་འོས་སམ་དེའི་ཤོག་གྲངས་དེ་དཔར་ན་གསལ་གི་ར་བ་འདུག་ཅེས་ཞུ་ཡ་ཡིན་ད་ད་ད་ནི་ངས་དཔར་རྒྱ་ཆེན་མ་ཕུལ་གི་ཡིན། ཨོ་ཡ། ད་དེ་མ་པར་བྱེད་ཕོད་ཡོད། ཡ་ཡ། ད་དེ་མ། སྤྱི་སྒོ་གང་སོགས་རེད། གླེགས་བམ་ནང་ལས་ཡ། ཁོ་རང་ཚོ་ཚོང་དུས་དཔེ་རིང་ནང། བལྟས་པས་ན་ད་ལྟ་དཀོན་མཆོག་ཏཱ་ལའི་ཚོང་ཟེར་ཡ་དེ་ཚོ་འདི་གང་ལ་ཡོད་དེ་བས་དེ་ཚོ་ཕལ་ཆེར་མི་འདུག། ད་དེབ་གཟུགས་ནང་ལས་ཡ་ད་ལྟ་དེ། ཨ་ནི། བྷ་བྷ་ཡེ་ཤེས་ཏཱ་ལ། ཞེས་བྱ་བའི་གེགས་བསྲུང་ཟེར་ཡང་དེའི་གོང་ལ་ཡང་ཨ་ནི་ཚིག། ད་དང། ཀུན་སྦྱོར་ད་ལས་བཟུང་ཟེར་ཡང་ཐེག་པ་ཆེན་པོའི་མདོ་འདི་དྲིལ་དང་བ་དང་རེ་དེ་ལས་ད་དེ་ན་གཟུངས་སྔགས་སུ་ཁེགས་མི་འདུག། གཟུངས་སྔགས་སུ་ཁེགས་མི་འདུག། བམ་པོ་བཞི་ཞེས་དེ་མ་གཏོགས་གཟུངས་སྔགས་ནི་ཁེགས་ཀྱི་མི་འདུག། ད་དང་གཟུངས་སྔགས་ཏུ་འགོ་བཙུགས་ས་དེ་དེ་ན་མ་གཏགས། འཕགས་པ་ཡེ་ཤེས་རྟ་འདྲ་ལ་ཞེས་བྱ་བའི་གིས་གཟུང། སི་ཡ་དེ་ནས་མ་ད་གཟུང་ང་ཡོད་དེ་བས་ཅི་ཀོ་ཙོ་དེའི་དུང་ཨ། ཡ་ཡ་ད་དེ་ནས་མ་ཨ་ལས་མཚན་བྱང་དེ་མ་ཅི་ད་ལེགས་སྦྱར་སྐད་དོ་ནས། ང་ཡོད་དུང་ན་ཡོད་དུས་དུས་མ་ཅི་ཞུས། རྒྱ་གར་སྐད་དུ། ཨར་ཡ་གྷྱཱན། ལོ་ཀ་ནཱ་མ་དྷཱ་ར་ནི། སར་བ་གྷཱ་ཏི། པ་རི་ཤོ་དྷ་ནི། བྱས།

ད་ངས་ད་ལྟ་དེ་ཕུད་བྱས་པ་ནི་ཡིད་ཆེས་ཤོག་ངོས་དང་པོ་གཉིས་པ་གསུམ་པ་ཞུ་གི་ཡིན་གཅིག་དང་ཁོ་རང་ཤོག་གྲངས་མི་འགལ། ཤུག་ཁོ་རའི་ནང་གསལ་གིར་བ། ཡ་ཡ་ད་དེ་ནས་ཤོག་གྲངས་གཉིས་པའི་ནང་ལ་ཡང་དེ་དང་བ་ད་ང། དེ་དག་གི་གསུང་ངག་འདི་བཀའ་བསྩལ་བར་བཤད། ཨོ་ཡ། ད་དེ་རེད་ད་ས་ཏི་ཡ། ང་ས་ཏི་ཡ།

ཤ་ལོ་ཀ་ལ་ར་ཁ་ཁ་དང་ཁྱ་སྒྲ་དང་རེ་ཤ་ཁྱུ། ཨ་ནི་ཤ་དང་ཤ་གཉིས་རྩ་ཡོད་དུས་ཤ་གཅིག་སྟེ། རྩེ་ལྔའི་ཤ་དེ་ཡང། ཤ་ཤི་བའི་ཤུ། ཤ་ལོ་ཤ་ཤི་བའི་ཤུ་ཟེར་ཡ་དེ་ལས་བྱ་བྱེད་ལྕགས་ཁྱུ་ཤུ། དེ་དང་དེ་སྒྲ་དང། ས་ཡི་སྒྲ་དང་མཐུན་དགོས་ཀྱི་ཡོད་པ། ཁ་ཟེར་ཤ་སྐྱ་ཡ་ཆར་ས་དང་གླག་ཟེར་བྱེད་ཁ་ཟིན་ང་ཡི་ལམ་སྟོན་ན་འདུག་ཟེར་ཞུས་ཟིན་པ་རེད། ལྕགས་ཁྱུ་ཤུ། ལྕགས་ཁྱུ་ཟེར

བེ་ལ་བེ་ལ་ཅཱ་རུ་མུ་ཏི་ནི། དེ་ནས་ཨ་ར་ནི། ཨ་ར་ནི། ཀ་ལ་པ་ནི། ཀ་ལ་པ་ནི། ད་དེ་ཡིག་གཅིག་རྐྱང་སོང་ཙང་མ་བཤད་རྒྱག་ཀློག་བཤད་ཡིན་ད། ཏུ་རུ་དུ་སི། ཏུ་རུ་དུ་སི། ད་སུ་ཏེ། ད་སུ་ཏི། དི་རི་དི་རི། དུ་རུ་དུ་རུ། དུ་རུ་དུ་རུ། ཀ་ལ་ཀ་ལ། ས་ཐ་ས། ས་ཐ་ས། གི་ལ་གི་ལ། གི་ལ་པ་ཡ། གི་ལ་པ་ཡ། དུ་སུ་དུ་སུ། སུ་འདུ་སུ་འདུ། ས་ཐ་སུ། ཨ་ཐ་སུ།

པི་ཧུ་སི་པི་ཧུ་སི། ད་སུ་ད་སུ། ཧ་སུ་ཧ་སུ། ཧ་སུ་པ་ནི་སཝཱ་ཧ། འོག་ཏུ་བསྐྱེད་བྱས། ད་དེ་ནས་ཤུགས་དངོས་བཞི་བ་དེ་སི་ཨ། བཞི་པའི་ནང་ལ་ཡང། ད་བི་ཀའི། བློ་ཁ་བོ་བརྩེགས་མའི་ཡི་གེ་མང་པོར་བྱོན་ན་ངས་མ་བྱས། ངོ་སྤྲོད་ཞུ་ཡག་ཙམ་མ་འདུག་གཞན།

དུ་མ་པ་རི་ཧ་རེ། ཧུ་རུ་ཧུ་རུ། གུ་རུ་གུ་རུ་སཝཱ་ཧ། དྷ་ར་དྷ་ར། མ་དྷ་ར། དྷ་ར་དྷ་ར། དྷ་ར་ཡན་ཏི་ཡེ་སཝཱ་ཧ། ཡ་ན་ཡན་ཏི་ཀི་ཝུ་ཏི་བ། དྷ་ར་ཡན་ཏི་ཡེ་སཝཱ་ཧ། སུ་པྲ་ཏི། སུ་མ་ཏི། ཨ་པྲ་ཏི་ཧ་ཏཱ།

ཚེ་དབང་མེད་གཟུངས་སྔགས་འདི་ངས་ལ་མ་བྱེད་ཞུས་ཟིན་པས་ཡིན། ཞུས་ཟིན་པས་ཡིན། ཡ། ད་དེ་ཞོ་ངོས་གཉིས་པའི་ནང་མ་སྲིད་ཨ། ད་འདི་ཕུལ་ཞབས་དེའི་ནང་ནས། ཨོམ། ན་མོ་བྷ་ག་བ་ཏེ། ཨ་པ་རི་མི་ཏ། ཨ་ཡུར་རྒྱཱན། སུ་བི་ནི་ཅི་ཏ། ཏེ་ཇོ་ར་ཇཱ་ཡ། ཨ། ཏ་ཐ་ག་ཏ་ཡ།

ཨ་བ་ལས། ས་མ་བརྒྱ་ལས། ནི་རྡེ་བྱས། ནི་རི་བརྒྱ་སྟེ། ནི། ནི་རུག་སྟེ། ནི་རི་མུ་ཁའི། སྦྱོར་བ་ལ་པ་རི་ཏི། པི་རི་ཏི་བྱས་ཏ་ནི་དེ་རག་གི་བུ་རི། ཨ་ནི་ལྕགས་དང་ཕྱག་གཉིས་བརྩེགས་མའི་ཡི་གེར་བ། ཅི་ལྕེ་དང་བརྩེགས་མའི་གི་ལྕགས་དེ། ད་གོང་མ་ལས་འཇའ་དུས་ཁོ་ནའི་ད་ཡི་སྒྲ་དང་བསྟུན་དགོས་ཡོད་སོང་རྗེས་འཇུག་ད་ཡི་སྒྲ་ནག་སོང་རྗེས་རིད། རིད། སེ་ཆེ། རིད། སུང་མ་ནག་ཆེ་རིད། ཆེ། འཇོ་ལ་པ་རིད། ཆེ་ད་ནི་ཆ་དྲང་པོ་ཆེ། ད། ན་གྱོང་ནེར་བ། འཇོ་ལ་པ་རིད་ཆེ་ད་ནི། སུ་ཀ་བ་ཏི། ནིར་བདེ་ཤེ། ཨ་མིར་བལྟས། ཨ་ཡུར་གར་བ། ནིར་ད་ནི།

ཡ། ཆུ་མོ་ད་ཅི་གི་ཡིན་ད། ཡ། ད་འཕགས་པ་ཡོན་ཏན་བསྔགས་པ་དཔག་ཏུ་མེད་པ་ཞེས་བྱ་བའི་གཟུངས་སུ་ཡ་དེ་ནི་མ་མཆིས། པར་སྐད་ཅིག་ཕུལ་ཡོད། ཡ། ཆུ་མོ་ད་རྒྱ་གར་སྐད་དུ། ཨ་རི་ཡ། པར་མི་ཏཱ། གུ་ན་ནུ།

འོ་དེ་ཆད། དེ་ནས་བྱུང་བའི་གཞན་དག་དེ་མ་སྲིད་ཨ། ན་མོ་བུ་དཱ་ཡ། ན་མོ་དྷརྨ་ཡ། ན་མོ་སངྒ་ཡ། ཨོྃ་ཀཱ་ལ་ཀཱ་ལ། ཀི་ལི་ཀི་ལི། ཀུ་ལུ་ཀུ་ལུ། ཀུ་ལུ་ས་དྷ་ན། ས་དྷ་ན་ནན། ཀུ་རུ། སར་བ་གྷ་ནན་སཱོ་ཧ། ཀུ་ལུད། ལ་ནོར་ལོ་ད་ལོ་དོར་བ།

ཨོ་ཡ། ད་དེ་ནས་ཞུ་དགོས་ཞེ་ད། འདི་པར་རྒྱ་ཡོད་ཀྱི་རོ། པར་རྒྱ་ཡོད་སྣང་བར་ཁས་ཤག་མི་འདུག། ཡ་ཡ་དེ་ནས། འཇུག་པོ་ཐམས་ཅད་ཟློག་པའི་ཕྱིར་གསང་སྔགས་ཀྱི་གཞི་དེ་དག་བཀའ་སྩལ་ཏོ། ན་མོ་བུདྡྷ་ཡ། ན་མོ་དྷརྨ་ཡ། ན་མོ་སངྒྷ་ཡ། ན་མོ་ཀ་ན་ཀ་མུ་ན་ཡེ། ཏ་ཐ་ག་ཏ་ཡ་ཨ་ར་ཧ་ཏེ་སམ་ཡག་སམ། བུ་དཱ་ཡ་ཏཱ་ཏི་ཧ་ཐཱ། ཨོམ། ས་ར་ས་ར་ས་ར་ས་ར། སི་རི་སི་རི་སི་རི་སི་རི། སི་ར་ཡ། སི་ར་ཡ། དཱ་མ་དཱ་མ་དཱ་མ་དཱ་མ། དུ་མ་དུ་མ་དུ་མ་དུ་མ་ཡ།

ད་དེ་ནས་དེའི་བར་ལ་ཡང་ཞུ་དངོས་གཞན་དག་སྟེ། ན་མོ་བུདྡྷ་ཡ། ན་མོ་དྷར་མ་ཡ། ན་མོ་སངྒ་ཀ་ཡ། ཏཱ་ཏི་ཨ་ཐ། གུ་མེ་གུ་མེ། མ་ཧ་གུ་མེ། ཏཱ་ལེ་ཏཱ་ལེ། མ་ཧ་ཏཱ་ལེ། ཅཱ་ལེ་ཅཱ་ལེ། མ་ཧ་ཅཱ་ལེ། དུ་རེ་དུ་རེ། མ་ཧ་དུ་རེ། ཏི་རི་ཏི་རི། མ་ཧ་ཏི་རི།